ནང་བསྟན་ཆོས་ལུགས་གཉིས་ཀ་རེད་ཐོག་ཁ་ཆེན་པོ་མཆིས། འདི་གཉིས་ཀ་གི་ད་འཛམ་གླིང་གི་མྱི་གི་བསམ་བློ་བཅོས་ཐུབ་ཀྱི་རེད། དེ་ཡི་སྟེང་ལ་ད་གཟོད་ནང་བསྟན་ཆོས་ལུགས་གཏང་སྐབས་འཛམ་གླིང་གི་སྟེང་གི་ནང་བསྟན་གི་ཆོས་ལུགས་གི་ཁོངས་གཏུགས་ས་བོ་བོད་མི་རིགས་རེད་ད། ད་ས་བོ་རྒྱ་གར་བྲེལ་བྲེལ་ར་ཡིན་ན་ཡང་རྒྱ་གར་ནི་ཉམས་སོང་ནོ་རྒྱུ་མཚན་གི་གཏང་སྐབས་གི་ཁྱོད་བོད་མི་རིགས་འཛམ་གླིང་གི་ནང་བསྟན་ཆོས་ལུགས་གི་ཁོངས་གཏུགས་ས་བོ་རེད། དེས་ན་འུ་ཆོས་དེ་ལྟ་བུའི་རིན་པོ་ཆེ་འཛམ་གླིང་ན་མེད་ནོ། འཛམ་གླིང་ན་ཚང་མ་གི་ད་ཆི་གི་གོ་གི། དེ་སློབ་སྦྱོང་ཡི་ཆེར་སོང་བའི་ད་བསམ་བློ་ཅིག་བཅུག་དགོས་ཀྱི་རེད། དེ་ཟེར་ཁོ་ན་འུ་ཆོས་རང་གི་ཡོད་ནི་འདོག་གི། དེ་རང་གི། གཟུང་འཇུག་ཡ་འཇོག་ཐུབ་གི་ཡོད་ནི་མ་རེད། དེ་རང་གི་བསམ་བློ་ནི་ང་ཚོས་འཇོག་ཐུབ་གི་ཡོད་ནི་མ་རེད། དེའི་ཡོན་ཏན་དེ་ཡོད་ནི་མ་རེད་དེ་ཤེས་བྱ། དེ་རང་གི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་གི་གསེར་ལྟ་བུ།

དུ་མ་ཤེས་ནི་རེད། ཁག་བོད་ཀྱི་མ་རིག་ཆུ་བོ། ཡོན་ཏན་ལྗང་མ་རྙོག་ནས་འབྲོག་པ་རོང་འབྲོག་མང་ཚོགས་འདི་མོ་ཏག་ཏག་རེད། བོད་མཆོག་ཁ་ཆེ་ནག་ཆུ་བོ་གི། ཨོ་ལེ་པེ་ཅིང་གི། དུ་བྱིད་ང་པེ་ཅིང་འདི་བཟའ་ང་བ་མོ་ན་པེ་ཅིང་ག་སོང་ངས། ཨོ་ལེ་པེ་ཅིང་གི། ཅིག་ཨ་མ་ཚགས་ཆེན་མཐོན་པོ། ཆེས་མཐོ་བའི་ཨ་མ་གི། ད་ཅིག་ཚོགས་པ་ཟེར་གྱི་དུ་མི་ལོག། ཆེས་མཐོ་བའི་ཨ་མ།

ཨོ་ལེ་ཁྱི་སྤྱོད། ཨོ་ལེ་ཁྱི་སྤྱོད་ཀྱི་ཚོགས་པ་འདི་མྱངས། ཁྱིའི་མཐོ་བའི་ཨ་མ་ཚོགས་པ་ཟིག་གི་ཡོད་གི། ང། ཁྱིའི་མ་ཐུག་ནུ་ད། ཨ་མ། འདི་མོ་གི་ཁྱི་ཚི་མཐོན་པོ་ཅི་ཨ་མ་ཙ་ཡ། ང་དགོས་ནུ་འདི་ཡིན། ཁྱི་ཟ་རེད་ཟིག་དང་ན་ངི་དང་མ་བྱ་ནུ་དེ་རེད་བུ་མོ་སློབ་གྲྭ་འཛི་ཀོ་བྲི་ཚ་ཚོ་ར། བུ་མོ་སློབ་གསོ་ནི་ཨ་མའི་སློབ་གསོ་ཡིན། ཨ་མའི་སློབ་གསོ་ནི་མིའི་རིགས་ཀྱི་ཆེས་ཐོག་མའི་སློབ་གསོ་ཡིན། མྱི་ཟིག་གི། མི་རིགས་ཀྱི་བསམ་བློ་དང་མི་རིགས་དར་རྒྱས་གོང་འཕེལ་ལ་འཇོག་དགོས་དང་ན་ཡིན་དང་མི་འདང་ཨ་མ་ཆུ་ཚོད་ཅན་ཨ་མ་བསམ་བློ་བ་ཨ་མ་བྱང་སེམས་པ། འོ་ལེ་ཨ་མ་དགའ་གཟིགས་འོ་ན་དེ་ཤ་ཞིག་ཏུ་སྐྱེས་སངས་ཐ་བ་ཟིག། ངི་ཏི་རི་ས་ཚོ་ར་ཏི་ཟིག་ནི་ངི་ཏི་གི་ཨ་མ་ཏི་ཟིག་ད་ལི་སྐྱེས་སངས་ཡི་གི་ཡོ། དེ་རང་ཁྱི་ཆོ་གི་འདི་ང་ལྡན་ཞིག་ཡིན་ན་ང་ཞིག་གི་དགའ་གི་ཡོ། དེ་དང་རི་ས་ཚོ་ཁྱི་ཆོ་གི་ཨ་མ་ཁྱིམ་ཐོ་ཡི་ཨ་མ་གི་ཏོག་གི་ཁྱི་ཟ་ག་ཁྱིམ་ཐོ་ཡི་ཨ་མ་ཟིག་ནི་རེད་དེའི་རྒྱུ་མཚན་ང་ཅིག་ཁོ་བྲ་ཟིག།

ངའི་ཏི་ཟེ་ཉིན་གུར་དེ་ངོ་མ་ད་ཏི་སྒྲ་ར་གཟིགས་ར་གླང་བཞག་ཏི། ཁྱི་ཁྱོ་གི་ཁྱི་མཐོ་བའི་ཨ་མ་མདོག་སྟངས་དེ་ང་མི་དགའ་གི། ཁྱོད་ཨ་མ་ཟེར་གྱི་ཁྱོད་ཨ་ཡིས་ཁྱི་མཐོན་པོ་ཟེར་གྱི་ན་ད་རུང་ང་ར་ངས་ཀྱང་བཤད་ཀྱི་མ་རེད། ཁྱོད་ཨ་མ་ཁྱི་མཐོན་པོ་ཟིག་དང་ན་ཨ་མ་ཧྲ་མི་ཧྲ། ཨ་མ་མཐོན་པོ་ཟིག་ཡིན་མིན་ཨ་མ་ཁྱི་ཚི་ཡོད་མེད། ཁྱོས་འུབ་ཀྱོག་བྱས་སང་ཡིན་མེད་ལ་ངའི་ལྟ་རྒྱན། ཁྱི་ཁྱོད་འུབ་ཀྱོག་བྱས་སང་ཡིན་ནོ་ང་ཅིག་ཧོར་བྲལ་ར། འོད་དཀྲུགས་ཆེ་ཡི་སྐྱེས་སངས་ཡི་གིའོ། ཆུ་འོད་དཀྲུགས་ཆེ་སངས་ཡི་མཐར་ཕྱིན་སོང། ད་ཅིག་ཡི། དུ་མུ་ཟི་རི་མང་ཆེ་འོད་གི་ཤ་བཞི། ལྷོབ་ཆུང་ངུ་ན་འདྲ། ཨོ་ལེ་ལྷོབ་འདྲ་ང་འཇོག་གི་ནི་གཅིག་གཉིས་གཟི་མ་གཏོགས་མེད་གི་དུ་མུ་ཏག་ཏག་རེད། མང་ཆེ་གི་དུ་མུ་ཏག་ཏག་རེད། ཨོ་ལེ། དེ་དང་ལྷ་ད། ད་ཁོང་ཁྱེད་འོད་གི་ད་ཤི་གི་ད་སྐ་རུབ་གི་སྐ་སུ། ད་ཤ་བཞི་སྐྱེས་སངས་ཡི་མི་ཤི་རུབ། ད་དུ་མུ་ང་ཟིག་གི། ཨོ། ད་ཁྱི་ཆུ་ཀོ་ས་དུ་ལྷོང་ཐ་ངི་དུ་ཟི་ཡ་དི་ཉང་གི། ཨོ་ཁྱི་ཆུ་ཀོ་ས་དུ་ལྷོང་ཐ། ཕྱི་ཕྱོགས་ཀྱི་རང་གི་ཞལ་གྱི་ཁྱི་མོ་གཟུགས་ཅན་བཟང་ཡིན་གོ་གི་ར་བཏང་རོགས་ཞུས་ཀྱི་མེད་ན་ཕྱི་ཕྱོགས་ཆི་ཟིག་གི་ཨ་མ་ཆི་མཐོ་ཡི་ཨ་མ། ཆི་མཐོ་ཡི་ཨ་མ་ཟི་མ་རི། ཨོ་ལེ། དེ་གི་ད་ངས་ཕྱི་ཕྱོགས་ཀྱི་ང་གཅིག་ཤོར་གྲ་ར་དང་སྐབས་ཀྱི་དུས་ཚོད་འདི་བར་གྱི་ཧ་རྒྱང་གི་འདི་མོ་རྙོག་འཛང་རང་བཞིན། འདི་མོ་ཟི་རེད་ད་ཕྱི་ཕྱོགས་ཀྱི་ཁྱི་བཟང་ཡིན་གྱི་མི་གིས་ཆི་ཟིག་ཡིན་ཟི་བྱས་དུས་ད། དེ་གི་ད། ད་ཨ་མ་མི་ང་ཟི་གི་བྱས་གི། ཨོ་ལེ་ཆི་ཟི་གི་བྱས་གི་ཟི་ན་ད་ཤི་གི་དཀའ་གི་ཟི།

ངི་ཆོས་གཅིག་ཡ་མཚན་པའི་ལྷང་ཅིག་ཆེན་པོ་ཡོད་ནི་ཡོད་ནི་ར་ང་ཆེ་ཟིག་ཡོད་ནི་མ་རི་མ་གཏོགས་མ་ཡི་གི་བླ་མ་དགེ་བའི་བཤེས་གཉེན་འོག་ལ་ད་དུ་མོ་མི་ང་ཡོད་ནི་རི་མོ་ང་དུ་མོ་ཡོད་འདི་འབའ་ཅང་ཁེ་རེ་དུ་མོ་མ་རི་མ་རི་ཀྲི་རི་ཡིན་ན་ཡང་བ་ན་མི་བ་ན་རང་གི་མི་རིགས་ཀི་སོ་རྒྱིང་གི་རིག་ནི་རང་གི་ཆི་ལིག་དུ་རང་གི་འོག་ལ་ནང་སྙིང་རང་གི་ལྷང་ཅིག་ག་དང་མ་ཟིག་གི་ནི་ཨི་ཞོག་ཞོག་ཡིན་ནི་ཅང་གུ་ཅི་བས་ནི་རེད། ཨོ་དེའི་རྒྱུ་མཚན་གྱིས་ད་ཁྱི་གཟིགས་རེ་གཟིགས་དང་ནི་ཕན་པ་བསྒྲུབ་རྒྱུ། གཞན་ན་ཕན་གཟིགས་ཐོགས་སོང་ན་དེ་ལྟར་རང་གི་མི་ཚེ་འདི་དོན་སྙིང་དང་ལྡན་པའི་བྱ་བ་གཟིགས་ཡིན་འདོར་གྱི་ཁུ་བོ། ཨོ་ལེ། མི་རིགས། ས་གནས། རྒྱལ་ཁབ་འདི། མིའི་རིགས་སྤྱི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཕན་ཐོགས་ཀྱི་བྱ་བ་གཟིགས་བསྒྲུབ་ཐུབ་སོང་ན། ད་གཟོད་ངའི་མི་ཚེ་འདི་ལ་རིན་ཐང་དང་ལྡན་པའི་མི་ཚེ་གཟིགས་ཡིན། གཟི་བརྗིད་དང་ལྡན་པའི་མི་ཚེ་གཟིགས་ཡིན། ཨོ་ཏི་ས་མི་ཏཱ་ལི་རང་གི་ར་མི་ང་ཟི་ཀི་ཏི་ས་མི་གོ་ཆུ་རི་ཨོ་ལེ། ཁིར་ཅོ་ཆི་ཟི་ཀི་ནི་ན་ཚན་ཉན་གྲགས་དོན་དུ་གཉེར་གི་ཨོ་ནི་ངི་ཅོ་ཆི་ལིག་པ་རེ་ཨོ་ལེ་ངོ་མ་བཤད་ན། སེམས་གཏིང་ན་ཡོད་ནུ་བཤད་ན་ཆི་ལིག་པ་རེ་ཐ་ར་དང་ཐམས་ཅད་མཁྱེན་པའི་གོ་འཕང་དོན་དུ་གཉེར་ནུ་རེ་སེམས་ཅན་ཐམས་ཅད་ཀུ་ཕན་ཟི་ཀ་ཐོག་ཨ་ཟི་སྨོན་ལམ་རྒྱག་ནུ་རེ་ཡིན་ན་ཡང་སེམས་ཅན་ཐམས་ཅད་ཀུ་ང་དང་ང་ལྟ་བུ་ཟིག་གི་སེམས་ཅན་ཐམས་ཅད་ཀོ་ཨ་མདོག་རྒྱུ་ཞིག་གི་དཀའ་མོ་རེད་ཨོ་ལེ། བ་ནི་མ་རེད། ཡིན་ན་ཡང་རང་གི་ནུས་བ་ཡོད་ཚུལ་གོ། རང་གི་ཕན་ཐོག་ཐོག་གི་ཕན་ཚུན་ཐོག་བྱས་ན། ཨོ་མི་ཚེ་འདི་མ་མཐའ་ཡིན་རུང་སྟོང་ཟིག། ཁོ་ཐག་ཅིག་ཡིན་གྱི་མ་རེད་ཨོ་ལེ། འདི་ཕོ་གི་བསམ་བློ་གི་འཛིན་སྟངས་ར་འདི་མོ་ག་གི་བྱ་བ་སྒྲུབ་ཀི་ཡོད་ནི་རི་མ་གཏོགས། ཨོ་ལེ། ཨོ་ལེ། ངི་ཆོ་གི་སློབ་གྲྭ་ཟིག་སྒྲུབ་བཏང་ན་ད། ངི་ཆོ་ཤི་ཁུག་གི་ལོག་འཇོག་རྒྱུ་རེད། ཡང་ན་ངི་ཆོ་མཚན་སྙན་གྲགས་བརྒྱུད་འཇོག་རྒྱུ་རེད། དི་མོ་གི་བསམ་བློ་གི་ཚིག་ནི་ཡིན་ན་འདི་མོ་ཟིག་ཡོང་ནི་ར་མ་རེད། ཨོ་ལེ། འདི་མོ་ཟིག་རྒྱུགས་ར་ཐུབ་ནི་མ་རེད། ཨོ་ལེ། ད་ཅི་ཁྱི་ཆོ་གི་བྱ་ད། བསམ་པ་བཟང་ན་ས་དང་ལམ་ཡང། བཟང་བསམ་པ་ངན་ན་ས་དང་ལམ་ཡང་ངན་ཟེར་དཀོན། བསམ་པ་གཟུགས་གཟུགས་བཟང་དང་ནུག་གི་རྒྱུ་མཚན་གྱི། བྱ་བ་གྲུབ་ཀྱི་ནུག་ར་ལ་མ་འཇོག་གི་ཡོད་ནི་རྟགས། དེ་ཕྱི་ཟིག་རེ་ཟིག་དང་ན་ངན་ན་རང་གི། འོ་ལེ་འདི་ལྟ་བུའི་འདི་མོ་ཟིག་སྒྲུབ་ན་ཅིག་ཨ་ཕན་ཟིག་ཨ་ཐོག་ཨ་འདོད་ཅིག་གི། དེ་ལྟ་བུའི་ཀི་སློང་གཡོག་པ་ཟིག་ཨོ་ནུག་གི་རྒྱུ་མཚན་གྱི། འགྲུབ་ཀྱི་ཡོད་ནི་རེད། ཀི་སློང་གཡོག་པ་མེད་ན་འགྲུབ་ནི་མ་རེད། འོ་ལེ། འགྲུབ་ནི་མ་རེད་ཐག་ཆོད་ཡིན་ནི་རེད། ནང།